ད་དེ་རིང་དེ་དང་སྟབས་བསྟུན་ནས་རེ་བ་ཁྱེད་རྣམ་པ་ཚོ་ལ་ག་རེ་ཞུ་ཡས་ཀྱི་འབད་བརྩོན་བྱེད་ཀྱིན་ཡིན་ཟེར་ན། ངོ་སྤྲོད་ཅིག་དང་ཁྱབ་བསྒྲགས་ཅིག་ཁྱེད་རྣམ་པ་ཚོ་ལ་ཞུ་ཡས་ཀྱི་འབད་བརྩོན་བྱེད་ཀྱིན་ཡིན། ད་ངོ་སྤྲོད་དེ་གཡང་འབུམ་གྱི་ངོ་སྤྲོད་ཅིག་ཞུ་ཡས་དང་ཁྱབ་བསྒྲགས་དེ་ཡང་ག་རེ་ཟེར་ན། ད་གཡང་འབུམ་གྱི་ཁྱབ་བསྒྲགས་ཅིག་ཆགས་བསྡད་ཡོད་རེ་བ་ད་ད་ལྟའི་དུས་ཚོད་འདི་ལ་ང་ཚོ་གི་ད་ཚོང་ཁང་དང་ཁྲོམ་ར་ག་བ་ཡིན་ན་ཡང་འདྲ་རེ་བ་གཡང་འབུམ་རྫུན་མ་མང་པོ་ཅིག་ཐོན་བསྡད་ཀྱི་ཡོད་རེ་ལ། ཡང་དེ་ནས་གཡང་འབུམ་ནང་ལོགས་ལ་རྫས་ཏག་ཏག་མ་ཚང་བ་དང། ཆོ་ག་བསྒྲུབ་ཡོང་དུས་སྐབས་སུ་ཆོ་ག་དང་རྩ་ཚང་བ་ཅིག་སྒོ་ནས་མ་གྲུབ་པ་དང། དེ་ནས་བླ་མ་མཚན་ཉིད་ཚང་བ་ཅིག་གིས་ད་དེ་འདྲས་ཀྱི་རབ་གནས་བྱས་མེད་པ་ལ་ཡང་བྱས་ཡོད་རེད་ལ་ཡ་དང་དགོངས་པ་འདི་ནས་བསྒྲུབས་མེད་པ་ལ་ཡང་བསྒྲུབས་ཡོད་རེད་ལ་དེ་འདྲས་བྱས་ནས་ད་གཡང་འབུམ་རྫུན་མ་དེ་འདྲས་རེད་བ། མང་པོ་ཅིག་དེ་རིང་ག་ཚང་ཐོན་བསྡད་ཀྱི་ཡོད་རེད་དེ་ཡིན་པ་སོང་ཙང་ཁྱེད་རྣམ་པ་ཚོ་ལ་གཡང་འབུམ། ད་མཚན་ཉིད་ཚང་བ་ཅིག་རེད་བ། རྫས་རིགས་ཚང་མ་ཚང་བ་རེད་བ། ཆོ་ག་ཕུན་ཚོགས་ཚོགས་པའི་སྒོ་ནས་སྒྲུབ་པའི་དེ་འབྲེལ་གྱི་གཡང་འབུམ་གྱི་སྒོ་ཁྱི་ཡོད་ན་ག་བ་ལ་རག་གི་ཡོད་མེད་ཁྱེད་རྣམ་པ་ཚོ་ལ་ཞུ་ཡས་ཀྱི་འབད་བརྩོན་བྱེད་ཀྱི་ཡིན་ལ་སོ་བཀྲ་ཤིས་བདེ་ལེགས། ཐོག་མར་ངེད་ཀྱི་བརྙན་ཐུང་འདི་ཡི་བརྒྱུད་ནས་ཁྱེད་རྣམ་པ་ཚོ་ལ་གཡང་འབུམ་གྱི་ངོ་སྤྲོད་གཡང་འབུམ་གྱི་ཕན་ཡོན་མདོར་བསྡུས་ཀྱིས་ཁྱེད་རྣམ་པ་ཚོ་ལ་ཞུ་ཡས་ཀྱི་འབད་བརྩོན་བྱེད་དགོས་ཡིན། ད། སྤྱི་བཏང་གི་གཡང་འབུམ་གྱི་སྐོར་ལ་རེ་བ། གཞུང་དང་གཏེར་ཆོས་མང་པོ་ཅིག་ནང་ལོགས་ལ་ཕྲན་བུ་རེ་རེ་བ་ཉུང་ཉུང་དེ་ནི་ཀླད་དེ་གི་ཡོར་ཏེ་ཡིན་ན་ཡང་གུ་རུ་ཆོས་ཀྱི་དབང་ཕྱུག་གི་གཏེར་ཆོས་ནང་ལོགས་ལ་སློབ་དཔོན་པད་མ་འབྱུང་གནས་ཁོང་གིས་གཡང་འབུམ་གྱི་ཕན་ཡོན་དང་གཡང་འབུམ་གྱི་ངོ་སྤྲོད་སྒྲུབ་སྟངས་དེ་ཧ་ཅང་གི་གསལ་པོ་གསུངས་གནང་ཡོད་རེད། དེ་ཡང་གུ་རུ་ཆོས་ཀྱི་དབང་ཕྱུག་ཁོང་གིས་གཏེར་ཆོས་ནང་ལོགས་ག་རེ་གསུངས་གནང་ཡོད་རེད་ཟེར་ན། བསམ་ཡས་གཙུག་ལག་ཁང་བཞེངས་པའི་སྐབས་སུ་རེད་ད་དུས་རབས་བརྒྱད་པ་ནང་ལོགས་ཀྱི་སྐད་ཆ་རེད་ད། བསམ་ཡས་གཙུག་ལག་ཁང་བཞེངས་པའི་སྐབས་སུ་ཆོས་རྒྱལ་ཁྲི་སྲོང་ལྡེའུ་བཙན་ཁོང་གིས། སློབ་དཔོན་པདྨ་འབྱུང་གནས་ལ་ག་རེ་བྲིས་གནང་བ་རེད་ག་རེ་ཞུས་གནང་བ་རེད་ཟེར་ན། ཀྱེ་རིག་སྔགས་འཆང་བ་ཆེན་པོ་ལགས། སེམས་ཅན་དབུལ་བའི། གདུང་བས་གཟིར་བ་ལ་རིན་ཆེན་གཏེར་མཛོད་དབུལ་བ་སེལ་བའི་ཐབས། ཉི་ཟླ་གཡང་འབུམ་རིན་ཆེན་འོད་འབར་བ་འགྲོ་བའི་མགོན་པོ་ཆོས་རྗེ་གཤེད་དུ་གསོལ་ཟེར་བ་དེ་འདྲས་ཞུས་གནང་ཡོད་རེད། སེམས་ཅན་དབུལ་བ། རེད་བ། ད་ཚེ། དབང་ཐང་ལུང་དང་ཡིན་ནའི་འདྲ་རྒྱུ་ནོར་དཔལ་འབྱོར་ཡིན་ནའི་འདྲ་མཚན་སྙན་གྲགས་ཡིན་ནའི་འདྲ་དེ་ཚོས་ད་མེད་ནས་ཕོངས་བསྡད་དབུལ་བསྡད་དེ་འདྲས་ཀྱི་གང་ཟག་དེ་ཚོས་ད་གདུང་བ་དེ་ཉིད

གཡང་འབུམ་སྡེ་གྱིས་སོ་སོ་གི་དོན་སྒྲུབ་ཐུབ་ཀྱི་ཡོད་རེད་ལ་སོ་སོ་ལ་ད་ཕུན་ཚོགས་ཚོགས་པ་བཅས་སྤྲད་ཐུབ་ཀྱི་ཡོད་རེད་ལ་ནས་ད་སློབ་དཔོན་པད་མ་འབྱུང་གནས་ཀྱིས་གསུངས་ཡོད་རེད་བ། དེས་མ་ཟད་སོ་སོ་གི་ནང་གཅིག་པུ་རེད་བས་ལ་ན་མ་རེད། སོ་སོ་དེ་སོ་སོ་གི་ནང་ལ་བཞག་བ་ཡིན་ན་ཁྱིམ་མཚེས་ཙམ་མ་ཟད་ཨ་ནི་གྲོང་གསེབ་ཚང་མ་གྲོང་པ་ཚང་མ་ལ་དེ་ནས་ཁ་གྱེས་པ་དང་བཀྲ་ཤིས་པ་དང་ཡུལ་ཕྱོགས་ཐམས་ཅད་བཀྲ་ཤིས་པ་ཕན་ཡོན་མང་དུ་འབྱུང་བར་འགྱུར་རོ། རེད་བ། ཕན་ཡོན་ཧང་སངས། ད་མང་པོ་བྱུང་གི་ཡོད་པ་དེ་སློབ་དཔོན་པད་མ་འབྱུང་ནས་ཁོང་གི་གཏེར་ཆོས་འདིའི་ནང་ལ་ཧང་སང་གསལ་པོ་གསུངས་གནང་ཡོད་རེད། ད་དེ་རིང་ངེད་ཀྱིས་སྤྱི་ཚོགས་དྲ་ལམ་འདིའི་བརྒྱུད་ནས་གཡང་འབུམ་ཁྱབ་བསྒྲགས་བྱེད་དགོས་རྒྱུ་མཚན་ག་རེ་རེད་ཞུས་པ་ཡིན་ན། ད་ད་ལྟའི་དུས་ཚོད་འདི་ལ་ཚོང་ཁང་ཁག་དང་ཁྲོམ་ར་ཁག་ལ་རེ་བ་གཡང་འབུམ་རྫུན་མ་མང་པོ་ཅིག་ཐོན་གྱི་ཡོད་རེད་ད། གཡང་འབུམ་རྫས་མ་ཚང་ན་ཡང་རྫས་ཚང་ཡོད་རེད་ལ་ནས་བཙོང་མཁན་དང་མཚན་ཉིད་མ་ཚང་ན་ཡང་མཚན་ཉིད་ཚང་རེད་ལ་ཡ་དང། བླ་མ་དང་རིན་པོ་ཆེ་དེ་ཡིས་རབ་གནས་དང་མཆོད་པ་མ་བྱས་ན་ཡང་མཆོད་པ་བྱས་ཡོད་རེད་གདན་ས་འདི་ནས་དགོན་པ་འདི་ནས་བསྒྲུབས་མེད་ན་ཡང་ད་དུང་བསྒྲུབས་ཡོད་རེད་ལ་ནས་དེ་འདྲའི་བཙོང་བསྡད་མཁན། གཡང་འབུམ་མཚན་ཉིད་མ་ཚང་བ་རྫས་མ་ཚང་བ་མང་པོ་ཅིག་སླེབས་བསྡད་ཀྱི་ཡོད་རེད་བ། ད་དེ་འདྲས་ཀྱིས་ད་སོ་སོ་ཀྱི་ནང་ལ་གཡང་འབུམ་བཞག་པ་ཡིན་ན་ཡང་འདྲ་གཡང་འབུམ་མཚན་ཉིད་མ་ཚང་བ་རྫས་མ་ཚང་བ་ཅིག་བཞག་པ་ཡིན་ན་རེད་བ། ཕན་ཡོད་ད་ཡོད་མ་རེད་དེ་ཡིན་ན་ཡང་དེ་ལས་ཀྱང་ད་དུང་གནོད་པ་ཆེ་ཡས་ཀྱི་ད་གནོད་པ་ཀླད་ཡས་ཀྱི་ད་ཉེན་ཁ་ཅིག་ཡང་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་པ་སོང་ཙང་གཡང་འབུམ་རྫས་ཚང་བ་མཚན་ཉིད་ཚང་བ་ཅིག་བཞག་དགོས་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། ད་ད་ལྟའི་དུས་ཚོད་འདི་ལ་ད་ཁྱེད་རྣམ་པ་ཚོ་གྱིས་ད་གཡང་འབུམ་མཚན་ཉིད་ཚང་བ་རེད་བ་རྫས་ཚང་བ་ཅིག་དགོས་ཀྱི་ཡོད་ན། ཐེག་མཆོག་རྣམ་གྲོལ་བཤད་སྒྲུབ་དར་རྒྱས་གླིང། སྐྱབས་རྗེ་འགྲོ་འོང་དཔལ་ནོར་རིན་པོ་ཆེ་ཁོང་གི་གདན་ས་རེད་བ། ཐེག་མཆོག་རྣམ་གྲོལ་བཤད་སྒྲུབ་དར་རྒྱས་གླིང་གི་ཡ་རྒྱལ། སྔ་འགྱུར་མཐོ་སློབ་མདོ་སྔགས་རིག་པའི་འབྱུང་གནས་གླིང་ནས་བསྒྲུབ་བཞག་གྱོ་གཡང་འབུམ་ཅིག་ཡོད་རེད་བ། དེ་ཡང་ད་ལོ་རང་བསྒྲུབ་བཞག་གྱོ་རེད་བ། གཡང་འབུམ་དེ་ཡང་ད། རྫས་རིགས་ཚང་མ་ཚང་བསྡད་ཡོད་བ་རེད་བ། དེའི་སྒང་ལ་ད། སྒྲུབ་མཁན་གྱི་གང་ཟག་ལ་བསམ་བློ་བཏང་སོང་བ་ཡིན་ན་སྐྱབས་རྗེ་དཔལ་ནོར་རིན་པོ་ཆེ་ཁོང་གི་དངོས་སློབ། མཚམས་བསྙེན་སྒྲུབ་མང་པོ་གནང་བཞག་གྱོ་གྱི་བླ་མ་མང་པོ་ཅིག་གི་བསྒྲུབ་བཞག་གྱོ་རེད་བ་རབ་གནས་གནང་བཞག་གྱོ། དེ་ནི་སློབ་དཔོན་དང་མཁན་པོ་མང་པོ་ཅིག་གི་རབ་གནས། མཆོད་པ་གནང་བཞག་ཀྱོ་ཅིག་ཆ་དིག་ཡོ་རེ་རེ་བ། མཆོད་པ་བྱེད་བཞག་ཀྱོ་ཅིག་ཆ་དིག་ཡོ། དེའི་སྒང་ལ་དམིགས་བསལ་དང། དགེ་ཚུལ་ལོངས་དགེ་འདུན་པ་དང་གཅིག་སྟོང་ཉིས་བརྒྱ་ལྷག་རེ་བ། དགེ་སློང་ལྔ་བརྒྱ་ལྷག་དང། དགེ་ཚུལ། བདུན་བརྒྱ་ལྷག་གིས་ད་རབ་གནས་དང་མཆོད་པ་བྱས་ནས་བསྒྲུབ་བཞག་ཀྱོ་ཀྱེ་དེ་འདྲས་ཀྱི་གཡང་འབུམ་ཅིག་ཆ་དིག་ཡོ་རེ། ད་དེ་འདྲས་ཀྱི་གཡང་འབུམ་རྩ་ཆེན་པོ་འདི་རེ་བ་ཡང་ཆོ་ག་ག་རེ་ཀྱི་སྒོ་ནས་བསྒྲུབ་པ་རེ་ལ་ནི་ཡང་ཁ་ཤས་ཀྱི་དོགས་པ་ཟ་སྲིད་པ་རེ་བ། ད་དེའི་སྐོར་ལ་མདོར་བསྡུས་ཅིག་ཞུས་པ་ཡིན་ན་རེ་བ། ཐུགས་སྒྲུབ་བར་ཆད་ཀུན་སེལ་གྱི་ནོར་སྒྲུབ། རིན་ཆེན་བུམ་བཟང་གི་ཆོ་ག་གི་སྒོ་ནས་བསྒྲུབ་བྱ་ཡོད་རེད་བ། དེའི་སྒང་ལ་ནི་རཏྣ་གླིང་དཔོན་གྱི་ཚེ་སྒྲུབ་གསང་བ་འདུས་པ་གྱི་སྒོ་ནས་ཡང་བསྒྲུབ་བྱ་ཁྱོད་ཀྱི་བུམ་པ་གཅིག་ཆགས་བསྡད་ཀྱི་ཡོད་རེད། དེ་ནས་དེའི་སྒང་ལ་ད། ལྷ་མོ་དཔལ་ཆེན་མོའི་གི་གཡང་སྐྱབས་ཀྱི་ཆོ་ག་གི་སྒོ་ནས་བསྒྲུབ་བྱ་ཁྱོད་ཀྱི་དེ་འབྲེལ་གྱི་བུམ་པ་གཅིག་གཡང་བུམ་གཅིག་ཆགས་བསྡད་ཀྱི་ཡོད་རེད་ད། ཆོ་ག་མང་པོ་གཅིག་གི་སྒོ་ནས་བསྒྲུབ་བྱ་ཁྱོད་ད་སྒྲུབ་མཁན་དེ་ཡང་རེད་བ། སྒྲུབ་ལ་མཚན་ཉིད་ཚང་བ་རེད་བ། མཚམས་བསྙེན་སྒྲུབ་མང་པོ་གནང་བྱ་ཁྱོད་གནང་བྱ་ཁྱོད་ཀྱི་ད་དེ་འབྲེལ་གྱི་བླ་མ་རེད་བ། དེ་ནས་སློབ་དཔོན་མཁན་པོ་དགེ་འདུན་པ། ད་གཅིག་སྟོང་ཉིས་བརྒྱ་ལྷག་གིས་ད་རབ་གནས་དང་མཆོད་པ་བྱས་བཞག་རྒྱུ་དེ་འདྲས་ཀྱི་གཡང་འབུམ་རྩ་ཆེན་པོ་ཅིག་ཆགས་འདི་ཡོད་རེད་ད་དེ་འདྲས་ཀྱི་གཡང་འབུམ་འདི་ཉིད་ཁྱེད་རྣམ་པ་ཚོ་གིས་ད་དགོས་ཀྱི་ཡོད་ན་ད། ད་དེ་ལ་ཁྱེད་རྣམ་པ་ཚོ་ལ་ཡང་གཅིག་གསལ་བཤད་ཅིག་བྱས་ན་རེ་བ་གཡང་འབུམ་འདི་ད་བཙོང་ཡས་འདི་ཡང་ད་སྒྲུབ་བྱ་རྒྱུ་སྒྲུབ་ཡས་འདི་ཡང་རེ་བ། དམིགས་བསལ་གྱི་ཚོང་གི་ཆེད་དུ་མ་ཡིན་པར་རེ་བ་གཡང་འབུམ་འདི་ད་ད་ལྟའི་དུས་ཚོད་འདི་ལ་གཡང་འབུམ་རྫུན་མ་མང་པོ་ཐོན་གྱི་ཡོད་པ་དང་དེའི་སྒང་ལ་རྫས་མ་ཚང་བ་མང་པོ་ཐོན་གྱི་ཡོད་པ་དང་རེ་བ་ད། དེའི་ད་རྫས་ཚང་བ་ཅིག་རེ་བ་མཚན་ཉིད་ཚང་བ་ཅིག་དེའི་སྒང་ལ་ད་འདི་བཙོང་རྒྱུ་ད་སྒྲུབ་ནས་རེ་བ་ད་དངུལ་ཕྲན་བུ་རེ་དཔེ་ཆ་ཏིས་རག་པ་དེ་ཡང་དགེ་འདུན་པ་གི་ད་སྨན་རིན་གྱི་ཆེད་དུ་ཡིན་ན་ཡང་འདྲ་ཟས་ཀྱི་ཆེད་དུ་གོས་ཀྱི་ཆེད་དུ་དགེ་འདུན་པ་ཁོ་རིགས་རང་གི་ཆེད་དུ་ད་དགོན་པ་རང་གི་ཆེད་དུ་བེད་སྤྱོད་བཏང་ཡ་དེ་འདྲས་ཅིག་ཆགས་བསྡད་ཀྱི་ཡོད་རེད་གང་ཟག་ད་སོ་སོ་སྒེར་གྱི་བེད་སྤྱོད་བཏང་ཡ་དེ་འདྲས་མ་ཡིན་པ་ཅིག་ཆགས་བསྡད་ཀྱི་ཡོད་རེད་ད་དེ་འདྲས་ཀྱི་གཡང་འབུམ་འདི་ཁྱེད་རྣམ་པ་ཚོ་གི་དགོས་ཀྱི་ཡོད་ན་ད་རྒྱ་གར་ལ་བཞུགས་མཁན་ཡིན་ན་ད་རྣམ་གྲོལ་གླིང་དགོན་པ་དང་དེ་མ་ཡིན་པ་ལ་འབྲེལ་བ་གནང་དགོས་ཀྱི་ཡོད་རེད་དེ། བག་ཡོད་ལ་ཞུགས་མཁན་ལ་ཡིན་ན་ད་གཡང་འབུམ་དགོས་ཀྱི་ཡོད་ན་བག་ཡོད་ལ་ཞུགས་མཁན་གང་ཟག་ཅིག་གི་གཡང་འབུམ་དགོས་ཀྱི་ཡོད་ན་དེ་ནི་ང་ཚོ་གི་ད། བོའུ་ད་ཆོས་སྡིངས་ཀྱི་ཉེ་འགྲམ་ད་ག་རང་ལ་དེ་ནི། རྣམ་གྲོལ་གླིང་དགོན་པའི་གི་ད་ཨ་ནེ་དགོན་པ་གི་ད་སྐད་ཕི་གསར་བ་ཅིག་ད་ལོ་རེ་བ་བྱ་ཁང་ཅིག་ཕྱེས་གནང་ཡོད་རེད། གཡང། མཚོ་རྒྱལ་སྐད་ཕི་ལ་ནི་མཚོ་རྒྱལ་སྐད་ཕི་ལ་ཡང་ད་གཡང་འབུམ་རག་གི་ཡོད་རེད་རེད་བ། དེ་མ་ཡིན་པ་དེ་ནི། བོའུ་ད་ཆོས་སྡིངས་ཀྱི་ཉེ་འགྲམ་ད་ག་རང་ལ་ཨ་ཆེན་བསྟན་འཛིན་ཐུབ་བསྟན་གྱི་ཧྥོང་ཏེ་ཤན་གྱི་འོག་ལ་གཡང་འཕེལ་ཤོབ་ལ་ནི་ད་ཡོད་རེད་རེད་བ། ཚོང་ཁང་དེ་ལ་ཡང་དེ་ནི་ཁྱེད་རྣམ་པ་ཚོ་གི།